བློ་གྲོས་གང་བཟང་ལབ་ཙམ་སྣོད་ཀྱི་ཅུང་བཟང་པའི་དྲིན་ལ་འདུ་བྱེད་དཔལ་དུ་ཤར། གྲགས་པའི་འོད་ཟེར་འཛམ་གླིང་ཕྱོགས་བཅུར་འཕྲོས་བློ་བཟང་གྲགས་པའི་ཞབས་ལ་ཕྱག་འཚལ་ལོ་ཞེས་མཆོད་པར་བརྗོད་ནས་བདག་དེ་རིང་ཡང། འཇམ་མགོན་བླ་མ་ཙོང་ཁ་པ་ཆེན་པས་དེ་ནས་རྣམ་པར་ཐར་པ་དག་དད་པས་འབྱུང་ངོ་ཞེས་བྱ་བ་དག་མདོར་བསྡུས་ཀྱི་ཚུལ་དུ་ཞུས་པ་ལ། ནས་བདག་ཁ་སང་གི་མཚམས་དེ་དག་དེ་ན་མ་འདུག་ཞུས་ན། འོ་ལགས་སོ་དེ་ན་དཔོན་སློབ་གཉིས་ཀ་ད་ཡང་རྒྱུ་རྗེ་བཙུན་རེད་ཟླ་བ་དང་འཇམ་དབང་བླ་མ་ཙོང་ཁ་པ་ཆེན་པོ་ཐབས་ཅིག་ཏུ་ས་སྐྱ་ལ། གཉིས་ཀ་ཐབས་ཅིག་ཏུ་ས་སྐྱ་ལ་བྱོན་ནོ་རྗེ་རིན་པོ་ཆེ་དིས་དེའི་ཚེ་ས་སྐྱ་གོང་དུ་སྨོས་པའི་བཀའ་ཆེན་རྣམས་ཀྱི་གྲྭ་སྐོར་བསྩལ། ཨོ་ད་དེ་ནང་ལ་ད་གང་ཅི་འདོད་འདོད་ན། ནི་རྣམ་འགྲེལ་དང་དབུ་མ་དང་ནི་ཕར་ཕྱིན་དང་ད། ཨོ་ད་དེ་མཛོད་དེ་དག་གིས་ཨེ་ནི་གང་ཅི་ད་འོ་འདུལ་བ་འདུལ་བ་བཅས་ཀྱིས་ཨེ་ནི་གང་ཅི་གྲྭ་སྐོར་བསྩལ་པ་རེད་ད་གང་ཅི་གཏམ་འཇོག་མཛད་པ་རེད་དེ་དུས་པུ་ཏི་གཞན་བཅུ་ལྷག་ཙམ་གྱིས་གྲྭ་སྐོར་མཛད། གྲྭ་སྐོར་ཡང་མཛད་པས་ཆོག་པ་ཡོད། སྐབས་དེ་དུས་ད་འཇམ་མགོན་བླ་མ་ཙོང་ཁ་པ་ཆེན་པོ། པུ་ཏི་བཅུ་ལྷག་ཙམ་གྱིས་གཅིག་ད་ང་ཚོར་གཅིག་སློབ་གཉེར་གནང་ཚར་ན། གྲྭ་སྐོར་ཚར་ན་ད་རྫ་ཆོག་ཆོག་འདྲ་བོ་ཅིག་ཡོད། ཡིན་ཀྱང་དེ་དུས་ཀྱི་གྲྭ་ས་བ་རྣམས་ལ་པུ་ཏི་གཞན་རྣམས་ཀྱིས་གྲྭ་སྐོར་བྱེད་པའི་ལུགས་མ་དར་བས་མ་དར་བར་འདུག་པས་མ་བྱས་སོ། སྐབས་དེ་དུས་གཞུང་ཆེན་གཞན་ཁག་གིས་གྲྭ་སྐོར་མཛད་ཀྱི་ལམ་ལུགས་སོ་མེད་དུས་གང་ལ་མཛད་མེད་གསུངས། དེས་ན། ཏའི་བྲག་ལ་ཨུས་དབུས་ལ་བསྐྱོད་ནས། གསོས་གསོས་ཟེར་ན་ཡར་ཀ་དེ་ལ། དགུང་གདངས་ལ་དགུང་གདངས་ལ་ཚེས་བཅུའི་གནས་སྐབས་ན་བརྩམས་ཏེ་རིམ་པ་བཞིན་དུ་བཟང་ཕུག་དང་རྩེ་ཐང་སོགས་ལ་སོགས་པའི་གྲྭ་ས་ཆེན་མོ་རྣམས་སུ་བར་གཅིན་སྔ་ན་མཛད་ཚར་བས་བར་གཅིན་གྱི་གྲྭ་སྐོར་སྔ་ན་མཛད་ཚར་བ་དེ་མ་གཏོགས་པའི་དགའ་ཆེན་ལྷག་མ་བཞིའི་གྲྭ་སྐོར་མཛད་ཅིང་འོ་ད་བར་གཅིན་གྱི་གྲྭ་སྐོར་གྲྭ་སྐོར་དམ་འཇོག་སྔ་ན་མཛད་ཚར་ན་ཨེ་ད་གཞུང་ལྷག་མ་རྣམས་ཀྱིས་ཨེ་ནི་གྲྭ་སྐོར་དམ་འཇོག་མཛད་པ་རེད། དེའི་ཚེ། དབུས་གཙང་གི་གྲྭ་ས་ཆེན་མོ་བ་རྣམས་ཀྱིས་དགེ་བའི་བཤེས་གཉེན་སྡེ་སྣོད་འཛིན་པ་རྒྱ་མཚོ་ལྟ་བུ་མཐའ་དག་ཀྱང་ངོ། ད་སྐབས་འདི་དུས་དབུས་གཙང་གི་གྲྭ་ས་ཆེན་མོ་རྣམས་ཀྱིས་ད་དངོས་གནས་དྲ་གནས་ཅིག་ཡ་རིག་པའི་གཞུང་ལུགས་ལ་མཁས་པའི་མཁས་པ་པ་འདི་དང་བསམ་གྱི་མི་མཁས་པ་མང་པོ་ཡོད་པའི་ནང་ན་རྒྱ་མཚོ་ལྟ་བུ་ང་བ་ལ་རོ། མཐའ་དག་ཀྱང། དམ་པ་འདིས་བློ་གྲོས་ཀྱི་བང་མཛོད་ལ་འོངས་པའི་ལེགས་བཤད་གསར་པའི་བདུད་རྩི། དུས་སྟོན་ཉམས་སུ་མྱོང་བ་ནི་མྱོང་བས་ནི། ཨེ་ཚིམ། འོ་ད་འཇང་དགོན་བླ་མ་ཙོང་ཁ་པ་ཆེན་པོས་བྲག་འཁོར་དམ་བཅའ་མཛད་ན་ཅིག་གསུངས་ཡོང་འདུག་གང་ལགས་ཨེ་ནས་སྐབས་དེ་དུས་ཀྱི་མཁས་པ་གང་གཱ་གིས་ད་དངོས་གནས་དྲང་ནས་སྔར་སྒོ་མང་ཡུལ་ལྔ་ཐོས་མང་ཡོད་སྐད་དེ་ནས་རིགས་པ་དང་རིགས་པའི་ལམ་དང་རྣམ་བཞག་མང་པོ་ཅིག་ཐོས་འདུག་གང་ལགས་གང་གཱ་གིས་འོ་ད་དངོས་གནས་དྲང་ནས་ཅིག་ཡ། མཁས་པའི་གིས་ལེགས་བཤད་ཀྱིས་ཨེ་ནས་བདུད་རྩི་གི་རོ་ཨེ་ནས་མྱངས་པར་མཛད་པ་རེད་གསུངས་དགོས་ད་དངོས་གནས་དྲང་ནས་སམ་ཉི་མི་མཁས་པ་ཨེ་ནས་ཏིག་གི་མཛད་རྗེས་ཚོན་པོ་མཛད་པར་བ་ཡིན་འདུག་གང་ལགས་རྣམ་དཔྱོད། འདབ་བཟང། དབང་པོ་འབར་ཁྱིམ་ལ་ཐོན་པས་དངོས་སྟོབས་རིག་པའི་སྡེར་མོ་མི་བཟད་པས་སྡིག་པའི་ནི་སྙིལ། སྙིང་འདར། ཨོ་ད་དེ་ནས་ཡང་ཅིག་གཞུང་ལུགས་ནི་ལོག་བཤད་རྒྱབ་མཁན་དང་ཕྱིན་ཅི་ལོག་རྒྱབ་མཁན་དེ་འདྲ་ཡོད་ནོ། ཨོ་ད་དེ་དག་ལ་ནི་འཇམ་མགོན་བླ་མ་ཙོང་ཁ་པ་ཆེན་པད་ཀྱི་ལེགས་བཤད་གསར་པས་བདུད་རྩི་གི་ཡ་གཅིག་གསུངས་ཡོང་དུས་གང་ལ་ནི་གཞན་དག་གང་ག་ད་ཟིལ་གྱིས་ནོན་པར་མཛད་པ་རེད་གསུངས་པ་ད་གཞན་དག་གང་ག་པས་ནམ་རྒྱུན་ནས་ཡང་ཅི་ཡོང་གི་རོགས་ད་ཕལ་ཆེར་གྱི་གཞུང་གི་དཀའ་གནད་དང་དེ་དོ་ལ་ཡང་ཅི་གོ་སོ་སོ་ཧ་མ་གོ་བ་བཅས་འབྲེལ་བ་ཕྱིན་ཅི་ལོག་རྒྱ་ཡང་ན་མཁས་པ་ཡང་སྔ་མ་ན་ཡ་འདུག་སེ་དེ་ནས་བརྒྱུད་པ་དེ་ནས་ཡོང་གི་རོགས་ཨོ་དེ་ད་གསུང་གོ་རེ་མཁན་རབ་གཏིང་མཐའ་ཡས་པའི་ཆུ་གཏེར་ཆེན་མོ་ང། ཆུ་གཏེར་ཆེན་པོ་ང་རྒྱལ་ཁེངས་པའི་རླབས་ཕྲེང་བཞི་བའི་བདུད་བློའི་དཔལ་ནི། དད་པའི་སྤུ་ལོང་ཀུན་ན་ཡོད་དེ་འཇིག་རྟེན་མ་ལུས་པ་ངོ་མཚར་བའི་གཏམ་གྱིས་དགའ་སྟོན་ལ་རོལ་བར་བྱེད་པའི་དུས་འདའ་ཞིང། ས་གསུམ་ན་སྙན་པའི་བ་དན་བཙུགས་པར་གྱུར་ཏོ་ད་སྐབས་དེ་དུས་དངོས་གནས་དྲ་གནས་འཇམ་མགོན་བླ་མ་གཙོ་འཁོར་བ་ཆེན་པོའི་ཨེ་ནི་གདན་ས་ཆེ་ཁག་ད་ག་རང་མཐའ་དག་ལ་ཨེ་ནི་གཅིག་ཡ་ཁོང་གི་དྲ་སྐོར་དམ་བཅའ་མཛད་ན་ཨེ་ནི་གཅིག་ལེགས་བཤད་ཀྱི་བདུད་རྩིའི་གསར་བ་གཅིག་གསུངས་ཡོང་འདུག་གང་ལ་ཨོ་ད་ཐམས་ཅད་ཨེ་ནི་ཟིལ་གྱིས་འདོན་ཐམས་ཅད་ཨེ་ནི་སྡིག་ངན་ལ་ད་རིགས་གཅིག་ལ་ཡང་ང་མཁས་པ་ཡིན་ང་ལ་བརླག་པ་སུའང་མེད་དེ་ནི་ངར་རྒྱལ་དེ་ནི་ཡོད་ཁྱོད་ལ་དེ་དག་ངར་རྒྱལ་ཐམས་ཅད་བཅོམ་ན་ཨོ་ད་དེ་ནི་མཁས་པ་ཨེ་ནི་གཅིག་དད་པ་དང་དམ་ཚིག་ཅིག་ཡོད་ཁྱོད་དད་པ་ཅན་གང་རྣམས་ཀྱིས་ནི་ཡིད་ཚིམ་པར་མཛད་ཨོ་ནི་ངར་རྒྱལ་དང་ལོག་བཤད་བྱེད་མཁན་དེ་ཚོ་གིས་ནི་ཟིལ་གྱིས་ནོན་པར་མཛད་པའོ་འདུག་སྲིད་ད་གང་ཅིར་མཛད་པའོ་དེ་རིགས་བསྟན་པ་རེ་ཟུང་གོ་ད། ད་དེ་ནས་མ་དེ་ནས་ག་ད་ང་ཚོ་བའི་བར་སྐབས་ཀྱི་ཚིགས་བཅད་དེ་རོ། ཨོ་ཡིན་འདུག་ང་ལ་ད་སྐབས་སུ་བབ་པ་ད་ང་རང་ཚོ་ག་རེ་དེ་ནས་མ་ག་རེ་འཚོལ་དགོས་ར་འདུག་ང་ལ། ཨེ་ནས་མདོར་བསྡུ་ན་ཕ་རོལ་ཏུ་ཕྱིན་པའི་ཨེ་ནས་གཞུང་དག་དག་ལ་ཐོས་བསམ་སློབ་གཉེར་ག་འདྲས་སེ་གནང་བ་རེད། དང་པོ་རྒྱལ་ཆེན་ཐོས་པ་མང་དུ་བཙལ། མང་དུ་བཙལ་ཚ་དེ་ཨེ་ནས་རྒྱུ། ཀ་བཟའ་རྒྱུད། མདོར་བསྡུ་ན། གསང་སྔགས་རྡོ་རྗེ་ཐེག་པའི་གཞུང་ལ། ཐོས་བསམ་རྫ་ཚུལ་གཅིག་དང། རྒྱུ་ཕ་རོལ་ཏུ་ཕྱིན་པའི་གཞུང་ལ། ཐོས་བསམ་རྫ་ཚུལ་གཉིས་ཡོད་པས་ན། ད་རྒྱུ་ཕ་རོལ་ཏུ་ཕྱིན་པའི་གཞུང་ལ། ཐོས་བསམ་རྫ་ཚུལ་གྱི་སྐོར་ལ་ད་མདོར་བསྡུ་ཙམ་ཞིག། ད་འདུག་ཟེར་གསུངས། ད་ལྟར་མཁས་གྲུབ་རིན་པོ་ཆེ་གིས། ད་ནམ་ལྟར་འདུག་ཟེར་དེ་ནང་གསུངས་འདུག་ཨ། ད་དེ་ནང་ཚིག་དེ་ནི་ཁོང་སྙན་ངག་ལ་མཁས་པ་ཞེ་བོ་ཞིག་ཡིན་པར་སོང་ཙང། ང་ཚོ་ལ་སྙན་ངག་གི་གོ་རྟོགས་མེད་འདུག་ཨ། ད་ཚིག་མང་པོ་ཞིག་ཚིག་རེ་རེ་ནང་རེ་རེ་ནས་འདུག་ཟེར་ཡ་རེ་ཡ་ནང་རེ། བཀྲོལ་ཤེས་ཀྱི་མི་འདུག་རོ་ཨ། ད་ཡིན་ན་ཡང་ད་སོ་སོ། ཨེ་ནི་སྐབས་སུ་བབས་པ་ཨེ་ནི་ཚིག་དགའ་བ་རྣམས་གོ་མ་ཆོད་ན་ཨེ་ནི་དེ་ཚོ་གང་ཚིག་མཛོད་དང། ཨེ་ནི། བོད་རྒྱ་ཚིག་མཛོད་ཆེན་པོ་དང་དག་ན་དུང་དཀར་ཚིག་མཛོད་དང་དེ་ཚོ་ལ་བལྟ་ན་ཨེ་ནི་ཁྱེད་རང་ཚོ་གོ་ཆོད་ཀྱི་རེད་འོ་ད་དེ་ཚོ་ཚིག་མཛོད་ཆེན་པོ་འདིར་སོ་སོ་སོ་འགྲམ་ལ་དགའ་བསྟུན་ནས་གོ་བར་ལེམ་སང་ཨེ་ནི་ཚིག་དེ་གཅིག་ཡ་གཅིག་ཏག་ཏག་ལོ་ལ་ཤར་མ་སོང་ན་ཨེ་ནི་ལེམ་སང་ཚིག་མཛོད་ལ་བལྟ་ན་ལེམ་སང་ཤེས་ཡོང་གི་རོ་ཨ་འོ་སྡུག་སི་དག་བ་རེད་ད་སྡུག་སི་རེད་ཤག་ད་དེ་འོག་དེ་ལ་ཨེ་ནི་ད་འདིར་བ་གང་ཟ་ད་ང་ཚོ་བར་སྐབས་ཀྱི་ཚིག་བཅད་དེ། སྙིང་སྟོབས་ཟླ་བར་རྫོགས་པ་དེ་ཡི་སྙིང། བདེ་གཤེགས་བསྟན་པ་བདུད་རྩིའི་དཔའ་ལ་ཆགས། ལེགས་བཤད་ལམ་དུ་ལོ་དྲོ་བསྒོམ་པ་ནི། རྟག་ཏུ་ང་སོ་མེད་པར་ཁྱོད་ཀྱིས་གོས། དགེ་ལེགས་རྩ་བ། དགེ་ལེགས་རྩ་བ་བཤེས་གཉེན་ཉིན་བྱེད་ཀྱི། ལེགས་བཤད་འོ་དོང་མ་ལུས་འཐུང་གྱུར་པ། དམ་ཆོས་སྦྲགས་ཚིག་རྒྱལ་ཚང་དབང་པོ་སྟེ། སྐལ་བཟང་བུང་བ་ཀུན་གྱི་ངེས་ཚོར་གྱུར། སྲིད་པའི་ཕུན་ཚོགས་གདུག་པའི་སྦྲུལ་གྱིས་བཅད། བསྐྱོད་པའི་ཟློས་གར་ལྟ་བུ་གཟིགས་པ་དེ། ཡུལ་ལ་མངོན་ཤེས་ཡུལ་ལ་མངོན་འདོད་ཤེས་པའི་འཆིང་བ་ནི། མི་གཙང་ངལ་གྱི་རྒྱ་མདངས་མཉལ་དུ་དཀྲོལ། ནུ་མ་སྔོ་འགག་སྤར་མོ་བཞི་ར་ཅན། ལུས་ཕྲ་མིག་ཟུར་འཕགས་པའི་ཆགས་སྡང་བཞིན། ཐུལ་བའི་ལེགས་བཤད་སྦྲང་རྩི་བདོག་པས་ཀྱང། གྱོད་གཏུགས་རྐང་དྲུག་ལྡན་པའི་རྟག་པ་འཕྲོག། མི་ཟད་རིག་པའི་སྡེར་མོ་མཆོག་ཀུན་གྱི་སྒོ་བ་གླང་ཆེན་སྤྱི་བོར་མངའ་གསོལ་བ། ཁྱོད་ཀྱིས་རྣམ་དཔྱོད་ཡངས་པའི་ཁྱོད་ཉིད་ཀྱིས། ཁྱོད་ཀྱིས་ནི། ད་ལྟ་ཤེས་བྱའི་ཚལ་ཡང་མྱུར་དུ་བྱེད། ཁྱོད་ཀྱི་རབ་དཀར་བཀྲག་པའི་རྡོ་ཞལ་གྱིས། མཆོག་འཛིན་མཛད་མའི་མགྲིན་པ་བཀའ་བཟང་ཆེ། མགོན་ཁྱོད་བསྔགས་པས་བསྒྲལ་བའི་འཇིག་རྟེན་འདི་བྱ་བ་ཀུན་ལ་ཆགས་སྒྲ་བླངས་པ་བཞིན། ཞེས་བྱ་བ་ནི་རྗེ་བཙུན་བླ་མ་ཙོང་ཁ་པ་ཆེན་པོའི་རྣམ་པར་ཐར་པ་ཡོངས་སུ་རྫོགས་པས་ཡོངས་སུ་བརྗོད་པའི་གཏམ་དུ་བྱ་བ་ལ་གཏམ་དུ་བྱ་བ་གཏད་པས་འབྱུང་ངོ་ཞེས་བྱ་བ་ལ། ཐོག་མ་ཕ་རོལ་ཏུ་ཕྱིན་པའི་ཐེག་པ་ལ་གཙོར་བརྩམས་པའི་མང་དུ་ཐོས་པས་མང་དུ་ཐོས་པ་ཡོངས་སུ་བཙལ་བས་རིམ་པ་ཕྱེ་བ་སྟེ་གསུམ་པའོ།